བྱ་བ་ལམ་འགྲོ་ཡོང་བའི་སྨོན་ལམ་ཞུ་གི་ཡོད། དེ་དང་ཆབས་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱ་བརྟན་པ་དང་ཐུགས་ཀྱི་ཞལ་མགོན་ལྷ་དག་གྲུབ་པ། ཨ་ནི། གང་ནས་མྱུར་དུ་ཨ་ནི་བོད་ཀྱི་རྒྱལ་སར་ཞི་བྱེད་མཉམ་གཏོང་ཡོད་པའི་ཨ་ནི་དེ་འདྲའི་ཅིག་སྨོན་ལམ་རྒྱག་གི་ཡོད། ཨ་ད་རེས་ཀྱི་ཞུ་དོན་གཙོ་བོ་དེའི་ནང་གང་ཡིན་ཟེར་ན། ཨ་ནི། ཉེ་ཆར་ཨ་ནི་ད་ལྟ། ཉེ་ཆར་ཟེར་བ་རེད་ད་ཁྱད་མཚར། འདས་པའི་ལོ་ཉིས་སྟོང་ཉི་ཤུ་ཙེ་ལྔའི་ལྟ་རི་ཉི་ཤུ་དགུ་དང་ཚེ་བ་སུམ་ཅུ་ཉི་མ་གཉིས་དེར་ཡང་རྒྱ་ནག་གི་མི་དམངས་བཅིངས་འགྲོལ་དམག་ལབ་ཡག་གི་ཁ་ཐུག་ས་གསུམ་ནས་ཐའེ་ཝན་གི་མཐོ་འགྲམ་དུ་ཡང་དམག་སྦྱོང་རྒྱ་ཆེན་པོ་བཞེས་རྗེས་དེའི་དམིགས་ཡུལ་དེ་ཐའེ་ཝན་རང་བཙན་རྩོད་ལེན་དང།

རྒྱ་གར་གསོ་རིག་གནམ་གྲུ་ཡོངས་རྫོགས་སྨིན་རིག་ཟེར་ག་གནམ་གྲུ་ཆེན་པོ་བཅུ་ཡོད་ས་རེད། འདི་ལྟར་ཨ་ནི་སོག་ཀོང་སྤྲད་པ་དང་ད་ག་ན་ཞིག་རྒྱ་ནག་གི་ད་ནང་དམག་གྲུ་དེ་ག་ལི་ཡ་སྣུམ་ལུག་ཉག་ཡང་དམག་གྲུ་ཆེན་པོ་བཅུ་ཡོད་ས་རེད་བ་འདི་ལ་ཡ་སོག་ཀོང་སྤྲད་ཅེས་སོག་ཀོང་སྤྲད་པ་དེ་ཆབས་ཅིག་ཨ་ད་ག་ན་ཞིག་ཨ།

ཐའེ་ཝན་ལ་ཡང་ད་དུང་ཁོ་ཚོར་དྲག་ཤུགས་ངོམ་ཡག་གི་ད་ནི་དམག་དོན་གྱི་སྦྱོང་བྱ་དེའི་སྐོར་ལ་ཡང་ཨ་གོ་ཐོས་ལ་ཡང་ད་ལྟ་ཁོ་རང་ཚོས་ཕྱི་ལོགས་ནས་བཤད་བྱས་ན་ཝུ་ཅིན་ཐའོ་གིས་ཨ་ནི་རྒྱ་ནག་དབུས་ཀྱི་དམག་དོན་ལྷན་ཁང་གི་ད་ཚོགས་གཙོ་གཞོན་པ་ཟོག་ར་པ་ཀྲང་ཡུའུ་ཞར་ལ་ག་པར་བཏང་རྗེས་ད

ཉི་ཤུ་དགུ་སུམ་ཅུ་ཨ་དེ་གའི་གསུམ་སོ་གཅིག་ནང་ཉི་མ་གསུམ་ཙེ་གའི་དམག་དོན་སྤྱོང་བརྡར་བྱེད་ཡ་རེད་དེ་ལས་ཨ་ནི་ཧ་བེ་ཁོ་བེ་ན་ཕྱི་བསྟན་བྱེད་པ་དང་ལྷག་པར་དུ་དམག་དོན་བྱེད་པའི་སྐད་ཁོ་ཚོས་འདི་དམག་དོན་གྱི་ག་སུ་རེད་ད་ནི་ཁྲུང་གོ་དམག་སྤྱོང་སྤྱོང་བརྡར་བྱེད་པའི་སྐབས་དེ་ལ་ཡན་ཏན་ཨ་མི་རི་ཀའི་བེ་ཏི་ཨ་ནི་ཉོན་ཞིབ་གནམ་གྲུ་ཆེན་པོ་གཅིག་གིས་ཨ་ནི་རྒྱ་ནག་གིས་ད་ལྟ་ཨ་ནི། ལྷོ་ཕྱོགས་ཁུལ་གྱི་དམག་དོན་གྱི་ལྟེ་བར་ས་ཁུལ་ཡོད་ཚད་དེ་བར་ཉུལ་ཞིབ་བྱེད་ཁང་སླེབས་པ་དང། དེ་དང་ཆབས་ཅིག་འཇའ་པན་གྱི་ཡང་ཉུལ་ཞིབ་དམག་གྲུ་གཅིག་ཁུ་སིམ་སིམ་སིམ་ལི་ཡར་རྒྱ་ནག་གི་ད་ལྟ་ཐེ་ཝན་དང་རྒྱ་ནག་གི་ས་རྩ་དེའི་ཁོངས་ཡར་ཉུལ་ཞིབ་བྱེད་ཁང་སླེབས་པ་དེ་འདྲའི་ལྟས་ནས་བསྟན་པ་དང་ལྷག་པར་དུ་ད་ལྟ་འཇའ་པན་གྱི་ས་ཁུལ་དང། ཨ་ནི། ག་རེ། གླིང་ཕྲན་གཅིག་ནང་ལ་ཡང་ད་རྒྱ་ནག་དང་ཐག་ཉེ་པོ་ཡོད་པའི་གླིང་ཕྲན་གཅིག་ནང་ལ་ཡང་ཨ་མི་རི་ཀའི་དམག་མི། ཨ་ནི། སྟོང་ཕྲག་དགུ་བྱུང་བ་རེད་དེ་གས་ཁོ་ཚོས་གློ་བུར་དུ་ཨ་ནི་ཨ་རྒྱ་ནག་གི་དང་ད་ས་ཚེ་དང་ཐག་ཉེ་ཤོས་ཡོད་སའི་དེ་འདྲའི་གླིང་ཕྲན་ནང་འཛུལ་ཡོད་པ་དེ་འདྲའི་གནས་ཚུལ་ཡོད་པ་མ་ཟད།

ཨན་ནམ་རྒྱུད་ཁོ་རང་ཚོ་བརྙན་འཕྲིན་དང་དྲ་རྒྱའི་ནང་ལོ་རེར་ཞི་བ་གཅིག་འུར་སྒྲ་བྱས་པ་དེ་གའི་གངས་ལོགས་ཁུ་སིམ་མེར་མཐོང་ཡ་མེད་པར་གངས་ཀྱི་ནགས་སྲུབས་དྭངས་ཡོད་རེད་ཅེས་དེ་འདྲའི་གནས་ཚུལ་ཞིག་འདུག་བྱས་ཙང་ད་རེས་ངས་ད་ལྟ་འདིའི་ནང་ལ་ཡང་གཙོ་བོ་དེ་འདི་ཡིན་ད་ག་སུ་རེད་ཐའེ་ཝན་ལ་ད་རེས་རྒྱ་ནག་གི་ཨ་ནི་ཀྲང་ཧུམ་ཆི་ཡག་ད་ལྟའི་དམག་སྦྱོང་སྦྱོང་སྟངས་བྱེད་པའི་དེའི་སྐོར་ལ་ཡང་གནས་ཚུལ་ཞིག་འདུག་ཝང་ཅི་ངས་ཕྱོགས་སྒྲིག་བྱས་ནས་ནི་གཟིགས་འབུལ་ཞུ་བ་ཡིན་མཐོ་ཆས་ནང། ཨ་འདི་ནས་ཞུ་བ་གཅིག་ཡོད་ད་དང་རིག་ངེས་ཆང་ཡང་ང་རྙེད་མ་ཨ་ནི། ག་རེ་སྐྱོན་ཡིན་ན་མཁལ་མའི་སྐྱོན་ཡིན་ན་སྙིང་གི་ན་ཚའི་སྐྱོན་ཡིན་ན་ག་རེ་ཡིན་ན་རྐང་པ་སྐྲངས་བསྡད་ཀྱི་ཡོད་བ་སྐབས་གཅིག་ལས་ལོ་གཉིས་གོང་དུ་བ་རྐང་པ་སྐྲངས་ནས་དཔེ་དཀའ་ངལ་སྤྲད་སོང་ཨ་ད་ལྟ་ཡང་རྐང་པ་དེ་ཞིབ་ཅིག་བུད་ཡོང་གི་འདུག་སྐྲངས་ཡོང་གི་འདུག་ཨ་ནི་ཏིས་ཅིག།

སྤྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔའི་ཟླ་བ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་བྱང་ཨ་རི་བ་ཝང་ལུའེ་ཞེས་པའི་ཐའེ་ཝན་ཚོགས་ཁག་གིས་ལྟ་ཚུལ། ཐའེ་ཝན་གྱི་ལྕགས་སྒྲོམ་ཞེས་པའི་ནང་གནས་ཚུལ་སྤེལ་བར་གཞིགས་ན། ཐའེ་ཝན་གྱིས་ད་རེས་བཟོད་པ་མ་སྒོམ་པར་མེ་ཤུགས་འཕུར་མདེལ་གྱི་སུད་ཁོངས་རྒྱ་ནག་གཅིག་མཐུན་དམག་གི་མཚོ་མང་ལ་དེར་བརྟེན། ཐའེ་ཝན་གྱི་མཐའ་རུ་བཀོལ་བའི་རྒྱ་ནག་གཅིག་མཐུན་དམག་གི་མཚོ་ས་མཚོ་རྣམ་གསུམ་གྱི་གཞི་རྒྱ་ཆེ་བའི་དམག་སྦྱོང་འདིས་ས་གནས་དེ་རང་དུ་ཕམ་ཉེས་བཏང་ཡོད་པ་རེད། པེ་ཅིང་གི་རྫ་བྲག་ངང་རླུང་འཕྲིན་ཐོག་སྐད་འབོད་བྱེད་དུས་ང་ཚོར་དགྲ་བོ་རྩིས་ནས་མེ་ཤུགས་འཕུར་མདེལ་གྱི་སོ་གོང་མ་སྤྲད་རོགས་ཅེས་ཞུ་བ་ཡང་ཡང་དྲིས་ནས་དེ་མ་ཐག་ཁུ་སིམ་མེར་བྲོས་ཕྱིན་པ་རེད། ཐའེ་ཝན་གྱིས་ཐེངས་དང་པོར་གུང་ཁྲན་ཏང་གི་དྲིལ་བསྒྲགས་བརྙན་ཐུང་ལ་ཐད་ཀར་ཁ་གཏད་གཅོག་པ་དང། དེའི་གོ་དོན་ནི་ཐའེ་ཝན་གྱིས་དེ་སྔའི་ཐབས་ཇུས་ལ་འགྱུར་བ་བཏང་ནས་ད་ལྟ་ཁོ་ཚོས་དྲིལ་བསྒྲགས་བརྙན་འཕྲིན་བརྒྱུད་ནས་གུང་ཁྲན་ཏང་གི་དྲིལ་བསྒྲགས་ལ་རྒོལ་ལན་སྤྲོད་བཞིན་ཡོད་པ་རེད། དེ་ནི་སྐད་ཆའི་རྙོག་གླེང་ཞིག་དང་ཆིག་སྒྲིལ་གྱི་ངོ་རྒོལ་ཡང་ན་ཁོང་ཚོར་ངག་ཐོག་ནས་སྐྱོན་བརྗོད་བྱས་པའི་གསར་འགྱུར་བརྒྱུད་ལམ་གྱི་གསལ་བསྒྲགས་མ་རེད། དེ་ནི་ཐད་ཀར་མེ་མདའི་སོ་ཁུངས་གུང་ཁྲན་ཏང་ལ་དམིགས་ནས་སྐད་གསང་མཐོན་པོས། ངས་ཁྱོད་ཚོའི་དམག་ཚོར་སོ་དགོང་མིག་བལྟས་ཟིན་ཡོད། ཁྱེད་ཚོར་སྐད་ཆ་བཤད་ཡོད་ཅེས་ལན་སྔར་ཁྱེར་བར་སྤྲད་པ་དེ་རེད། གུང་ཁྲན་ཏང་གིས་འུར་ཤོབ་བྱས་པའི་བརྙན་འཕྲིན་མང་པོ་བཟོས་ནས་ཕྱིར་བཏོན་གྱི་ཡོད་པ་དེའི་ནང་ཐའེ་ཝན་གྱི་མཐའ་འཁོར་དུ་དམག་སྦྱོང་བྱས་པ་འདིས་མི་རྣམས་ལ་འཇིགས་སྣང་བསྐུལ་བཞིན་ཡོད། འདི་དག་སུའི་ཆེད་དུ་རེད་ཟེར་ན་ཐའེ་ཝན་གྱི་ཆེད་དུ་མ་ཡིན་པར་རྒྱ་ནག་མི་དམངས་ཀྱི་ཆེད་དུ་རེད། དེ་ནི་སྔ་ས་ནས་བཀོད་སྒྲིག་བྱས་པའི་པར་ལེན་བྱས་པའི་དྲིལ་བསྒྲགས་ཀྱི་སྒྲུང་ཞིག་རེད། གུང་ཁྲན་ཏང་ལ་སྟོབས་ཤུགས་ག་ཚོད་ཆེན་པོ་ཡོད་ཚུལ་གྱི་ཐའེ་ཝན་གྱི་མཐའ་སྐོར་ནི་ཐའེ་ཝན་དུས་ཐུང་ནང་རྩ་མེད་བཟོ་རྒྱུའི་འཆར་གཞིའི་གྲས་གཅིག་རེད། དེ་ནི་དམག་དོན་ལྗོངས་ཏང་ཁོ་ན་མ་ཡིན་པར་ཐའེ་ཝན་ལ་འཇིགས་སྐུལ་བྱེད་པའི་དྲིལ་བསྒྲགས་གློག་བརྙན་ཞིག་རེད། ཡིན་ཡང་དེ་རིང་ཐའེ་ཝན་གྱི་རྒྱལ་སྲུང་ལྷན་ཁང་གིས་དེ་ལ་བཟོད་སྒོམ་མ་བྱས་པར་ཐད་ཀར་རྒྱ་ནག་གུང་ཁྲན་ཏང་ལ། ཁྱེད་རང་ཚོས་དམག་སྦྱོང་གི་བརྙན་པར་བླངས་ཆོག་ཀྱང་ང་ཚོ་ཐའེ་ཝན་གྱི་ཁྱེད་ཚོའི་དམངས་གཙོ་མི་ཕྱུགས་འཕོ་འགྱུར་གྱི་གཙོ་རྐུན་ལ་དམིགས་འབེན་བཞག་ཡོད་པ་འདི་ཁྱོད་ཚོར་ཤེས་ག་ཐུབ་ཀྱང་ད་དུང་གོ་མ་ཐུབ་འདིའི་སྐོར། ཐེ་ཝན་ལ་དངོས་ཡོད་ཀྱི་གཉེན་སྒྲིག་སྤངས་ཡོད་པ་འདི་བསྟན་བཅོས་ཡིན་ཞེས་བརྗོད་པ་རེད། རྒྱ་ནག་གི་རྒྱལ་སྲུང་ལྷན་ཁང་གིས་ཉིས་སྟོང་ཉི་ཤུ་ཙེ་ལྔ་ལོར་ཐེ་ཝན་གྱི་མཐའ་འཁོར་དུ་དམིགས་འབེན་དུ་བཙུགས་པའི་དམག་དོན་སྦྱོང་བརྡར་སྤེལ་རྒྱུ་ཡིན་སྐོར་གྱི་གནས་ཚུལ་ཁྱབ་བསྒྲགས་བྱས་པ་དང། ཐའེ་ཝན་རྒྱལ་སྲུང་ལྷན་ཁང་གིས་དེ་རིང་ཚེས་སུམ་ཅུ་ཉིན་ཡིག་ངག་གཉིས་ནས་སྐྱོན་བརྗོད་མཛད་པ་ཙམ་མ་ཡིན་པར། བརྙན་འཕྲིན་གྱི་དྲིལ་བསྒྲགས་ཐོག་ནས་ཕར་བྱུས་ལན་བྱུས་ཀྱིས་སློག་པའི་ཐབས་ཇུས་ཤིག་སྤྱད་ཡོད་པ་རེད། བརྙན་འཕྲིན་དེའི་ནང་རྒྱ་དམག་གི་མཁའ་དམག་ལ་ཐའེ་ཝན་མཁའ་དམག་གི F བཅུ་དྲུག་བརྟག་མཁན་དམག་འཐབ་གནམ་གྲུས་མེ་མདའི་གི་སོག་ཁོངས་གཏད་ཟིན་པ་དང། ཐའེ་ཝན་མཚོ་དམག་གི་དམག་འཁྲུས་རྒྱ་དམག་སྤྱི་མཐུན་དམག་གི་དམག་འཁྲུར་མེ་མདའི་སོག་ཁོངས་སྤྲད་པའི་པར་ལེན་བརྙན་ཐུང་འདི་འཇིགས་སྣང་སྐྱེས་པའི་ངང་ནས་གསལ་སྟོན་བྱས་འདུག་མཐོང་སྣང་འདི་ལ་དངོས་གནས་འཇིགས་སྣང་སྐྱེ་མཁན་གང་ཡིན་པ་ཞིག་ཡོད་དམ། དེ་ནི་དམག་གི་གནམ་གྲུ་ཁོ་ན་མ་ཡིན་པར་ཐའེ་ཝན་རྒྱལ་སྲུང་ལྷན་ཁང་གི་བརྙན་འཕྲིན་གྱི་བློ་ཁོག་ཆེན་པོས་ཕྱིར་སྟོན་ནུས་པ་དེ་རེད། དེར་བརྟེན་ཐའེ་ཝན་གྱིས་ད་ལྟའི་གོ་དོན་ག་རེ་བསྟན་ཡོད་རེད་ཟེར་ན་གལ་ཏེ་རྒྱ་ནག་དམག་འཐུས་མུ་མཐུད་མདུན་ལ་ཡོང་ཕོད་ན། ཐའེ་ཝན་མཚོ་དམག་གིས་མེ་མདའི་སོ་ཁོ་ན་བཞག་ཡོད་པའི་ཁོང་ཚོ་རང་དགར་འགྲོ་བཅུག་གོ་མིན་ཞེས་གསལ་སྟོན་བྱས་ཡོད་པ་དེ་རེད། དེ་ནི་ཁ་ཐུག་དགེ་བཞིན་མིན་པར་བསམ་བཞིན་དུ་སྟོབས་ཤུགས་འགྲེམས་སྟོན་བྱས་པ་ཞིག་རེད། མཐོང་སྣང་བརྙེད་པ་དེ་ག་རེ་རེད་ཟེར་ན་མཚོ་ཐོག་གི་མཐོང་སྣང་ཞིག་རེད། བར་ཐག་ཧ་ཅང་ཉེ་པོ་ཡོད་པའི་རྒྱ་ནག་བཅིངས་འགྲོལ་དམག་གི་མཚོ་དམག་མེ་ཤུགས་འཕུར་མདའ་གཏོར་བརླག་གཏོང་ཐུབ་ཟེར་བའི་དམག་གྲུ་ཨུ་རུ་མུ་གཅིག་ལ་ཐའེ་ཝན་གྱི་མཚོ་དམག་དམག་གྲུ་བན་ཁྲའོ་ཡིས་མེ་ཤུགས་འཕུར་མདའི་སྲུང་འོག་ན་བཅུག་ཡོད་པ་རེད། མཐོང་སྣང་དེ་ནི་གློ་བུར་དུ་བྱུང་བའི་གནད་དུ་ཞིག་མིན་པར་སེམས་ཁམས་དམག་འཁྲུག་གི་ཚད་གཞིའི་འཕྱ་སྨོད་ཅིག་རེད། རྒྱ་ནག་གོང་ཁེ་ཏང་གིས་ཉིས་སྟོང་ཉི་ཤུ་ཚེས་ལྔ་ལོའི་དམག་སྦྱོང་འདི་གནད་འགག་གི་དུས་མཚམས་སུ་སླེབས་ཡོད་པ་དང། ཁ་སང། ཚེས་ཉི་ཤུ་དགུ་ཉིན་རྒྱ་ནག་སྤྱི་མཐུན་དམག་གི་གནམ་གྲུས་བརྡ་ལན་མེད་པར་རྒྱལ་མཚམས་བརྗེས་པའི་རྗེས་སུ། ཕྱི་ཚེས་སུམ་ཅུ་ཉིན་ཞོགས་པའི་ཆུ་ཚོད་གསུམ་ཙམ་ལ་རྒྱ་ནག་དམག་གིས་འཕུར་མདའ་གཏོར་བརླག་བྱིན་གྱིས་ཨུ་རུ་སུ་ཨུར་མུ་ཆི་ཡིས་མཐོ་ཐོག་གི་མི་རིགས་ཉི་ཤུ་ཡོད་པའི་ཐའེ་ཝན་གྱི་རྒྱལ་སྤྱིའི་ས་ཁུལ་དུ་བཀྲ་ཤིས་ཀྱི་འགྲུལ་སྐྱོད་འབད་བརྩོན་བྱས་ཏེ། རྒྱ་ནག་དམག་གིས་མཐོ་དམག་གིས་ཐའེ་ཝན་གྱི་དམག་གྲུ་བན་ཀྲའོ་ཞེས་པའི་ཉེ་འགྲམ་དུ་བཅར་བར་བརྟེན། ཐའེ་ཝན་གྱི་དམག་གྲུ་རྒྱ་དམག་གི་དམག་གྲུར་མེ་ཤུགས་འཕུར་མདེལ་གྱི་སོག་པོ་ནང་བཅུག་ཟིན་པར་སོང། དེ་མ་ཐག་རྒྱ་ནག་གི་དམག་གྲུས་ཁོང་ཚོར་དགྲ་འཛིན་བྱས་ཏེ་མེ་མདའི་སོག་པོ། སྤྲོད་ཡོད་པའི་སྐྱོན་བརྗོད་བྱས་པ་འདི་དག་ཚང་མ་དམར་མོའི་དགའ་མོས་ཆེ་བའི་དྲ་ཚིགས་ཐའེ་ཝན་ཨེབས་སི་ཞེས་པའི་ནང་ཡང་བསྐྱར་ཐོ་འགོད་བྱས་ཡོད་པ་རེད། དོན་རྐྱེན་འདིའི་ནང་ནས་དགོད་གཙོ་ཤོས་ནི་རྒྱ་ནག་མཚོ་དམག་གི་ལན་འདེབས་འདི་རེད་བསམ་བློ་གཏོང་དང་གལ་ཏེ་ཁྱེད་རང་དངོས་གནས་འཇིགས་སྣང་མེད་ན་ཁྱེད་རང་སེམས་ལྷོད་པོ་བྱས་ནས་གང་ཡང་མ་བྱུང་བ་ལྟར་བྱས་ནས་བསྡད་ན་འགྲིག་གི་ཡོད་རེད། འོན་ཀྱང་རྒྱ་ནག་མཚོ་དམག་གིས་དེ་ལྟར་མ་བྱས་པར། ཁོང་ཚོས་དེ་མ་ཐག། དངངས་སྐྲག་ཆེན་པོས་སྡུག་སྐད་བརྒྱབ་ནས་ཁོང་ཚོར་འཕྲལ་མར་དགྲ་འདུལ་གྱི་སྤྱོད་ཚུལ་མཚམས་འཇོག་བྱས་ཏེ་མེ་ཤུགས་འཕུར་མདུན་གྱི་སྲུང་ཁོངས་ཁོང་ཚོར་དམིགས་འབེན་གཏད་པ་འདི་མཚམས་འཇོག་དགོས་པའི་དགོས་འདུན་བཏོན་པ་རེད། འདིས་ཁོང་ཚོའི་བདེ་འཇགས་ལ་ཉེན་ཁ་ཐག་གཅོད་བཟོ་གི་འདུག་ང་ཚོར་མེ་མདའི་གི་སྲུང་ཁོངས་དམིགས་འབེན་བྱེད་མཚམས་བཞག་རོགས་ཞེས་བཤད། སྐད་ཆ་འདི་ང་ཚོས་གོ་བདེ་པོ་གཅིག་བཤད་ན། ང་ལ་མལ་གདན་སུ་གོང་མ་རོགས་ཅིག་ང་སྐྲག་གི་འདུག་ཁྱེད་ཚོས་མལ་གདན་ང་ལ་སྟན་ན་ང་གོ་དྲུང་ནང་ལ་ཆེན་པོ་ཤོར་གི་འདུག་ཞེས་སྡུག་སྐད་ཤོར་བ་འདི་རེད། སྐད་ཆ་འདི་དག་ང་ཚོས་བཤད་པ་མ་རེད་འདི་དག་རྒྱ་ནག་གི་མཚོ་དམག་དམག་གྲུའི་དམག་དཔོན་གྱིས་རླུང་འཕྲིན་ནང་བཤད་པའི་སྐད་ཆ་རེད། འདིར་དངོས་ཡོད་གནས་ཚུལ་ཚང་པོ་ཞིག་ཡོད་པ་འདི་ནི། ཁྱེད་རང་གི་བརྙན་ཐུང་དེའི་རིམ་པ་ཡོངས་རྫོགས་ལ་དོ་སྣང་བྱས་ཡོད་དམ་དེ་ནི་གུང་ཁྲན་ཏང་གི་དྲིལ་བསྒྲགས་དང་རྦད་དེ་མི་འདྲ་བའི་འཇིག་རྟེན་ཞིག་རེད། གུང་ཁྲན་ཏང་གི་དྲིལ་བསྒྲགས་བྱས་པའི་བརྙན་འཕྲིན་ནང་ཐའེ་ཝན་ཁོ་ཚོའི་མཐའ་བསྐོར་ཚུལ་གྱིས་ཐའེ་ཝན་གྱི་ཡུལ་མི་རྣམས་ལ་བཙན་ཤེད་ཀྱིས་ཅིག་ན་སྐྱེལ་བཅུག་གི་ཡོད། ཐའེ་ཝན་གྱི་བརྙན་པར་ནང་ཐའེ་ཝན་མཚོ་དམག་གིས་ཁོ་ཚོས་རྒྱ་ནག་གི་དམག་གྲུ་ཁོ་ཚོའི་ས་ཁོངས་ནང་སྡོད་རྒྱུ་མེད་པར། མེ་འཕེན་སོགས་འཚོང་མཁན་ལྟ་བཞིན་ཡོད་པ་དེ་རེད། རྒྱ་ནག་དམག་གིས་འཁྲབ་སྟོན་བྱེད་པ་དང་ཐེ་ཝན་དམག་གིས་སོ་ལྟ་བྱེད་བཞིན་ཡོད་པ་རེད། དེའི་རིང། ཐེ་ཝན་རྒྱལ་སྲུང་ལས་ཁུངས་བརྙན་ཐུང་དེས་དངོས་གནས་ཞེད་སྣང་སློང་བ་དང་འཁྲུག་རྩོད་བྱས་ཚར་བ་མཚོན་ཐུབ་ཀྱི་མེད། དེ་ནི་བརྡ་ལན་ཞིག་སྤྲད་པ་རེད། དེ་ནི་ད་ཕྱིན་ཐེ་ཝན་གྱིས་རྒྱ་ནག་གུང་ཁྲན་ཏང་ལ་བཟོད་སྒོམ་བྱེད་ཀྱི་མེད། ཐེ་ཝན་གྱིས་ད་ནས་བཟུང་ཕར་རྒོལ་བྱ་རྒྱུའི་གྲ་སྒྲིག་ཡོད། རྒྱ་ནག་གི་དམག་དཔུང་གིས་ས་མཚོ་གནམ་གསུམ་ནས་ཐའེ་ཝན་མཚོ་འགྲམ་ཡ་ནི་དམག་སྦྱོང་སྦྱོང་བརྡར་བྱས་པ་དེར་ཨ་རི་དང་འཇར་པན། ཨ་ནི་དབྱིན་ཇི་ཧྥ་རན་སི་སོགས་རྒྱལ་ཁབ་མང་པོས་ངོ་རྒོལ་བྱས་ཡོད་པ་མ་ཟད། ལྷག་པར་དུ་ཨ་རིའི་དཔེ་དེབ་ག་སོགས་མྱུལ་ཞིབ་རྣམ་འགྱུར་ཅིག་གིས་ཨ་ནི་དཔེ་ཐའེ་ཝན་མཚོ་འགྲམ་དུ་སྐོར་སྐྱོད་བྱས་ཡོད་པ་དང་དེ་དང་ཆབས་ཅིག་འཇར་པན་གྱི་མྱུལ་ཞིབ་རྣམ་འགྱུར་ཅིག་གིས་མྱུལ་ཞིབ་བྱས་པ་བཅས། མཐའ་མ་དེ་ཡང་ངས་རྒྱལ་སྤྱིའི་དོན་ལྡན་གཅིག་གི་ད་རེས་ཀྱི་བརྙན་ཐུང་དེ་མཇུག་བསྡུ་འདོད་ཡོད། དེ་ནི་རྒྱ་ནག་དམར་གཞུང་གིས་ཐེངས་འདིར་ཐེ་ཝན་དེ་གལ་ཆེན་པོ་ཡིན་པ་དང་ལས་སླ་པོ་མིན་པ་ཐོག་མར་ཤེས་རྟོགས་བྱུང་བ་དང། ཐེ་ཝན་ནས་ཀྱང་ད་ནས་བཟུང་རྒྱ་ནག་གཞུང་གི་བརྙས་བཅོས་ཐུབ་ཚོད་གཏོང་རྒྱུར་ཁོ་ཚོས་དེ་ལ་བཟོད་སྒོམ་བྱེད་མ་ཐུབ་པར་ཕར་རྒོལ་བྱ་རྒྱུ་དེ་རེད། ཐེངས་འདིའི་ཐའེ་ཝན་རྒྱལ་སྲུང་ལྷན་ཁང་གི་ལས་ཀ་ཡག་པོ་བྱས་འདུག་པར་སེམས་པོ་འདུག་བྱས་དང་དེའི་སྐོར་ཡང་གཤམ་ལ་མཆན་འདིའི་ནང་ཁྱེད་རང་ཚོའི་བསམ་ཚུལ་གང་ཡོད་པ་དེ་བཀོད་གནང་ཡོང་བ་ཞུ། བཀའ་དྲིན་ཆེ།